བྱམས་ལྡན་ལགས་ཁྱེད་རང་བདེ་བོ་ཡིན་པས་སྐྱོན་རིང་པོ་ཞུ་ཆེ་མོ་ཨ་ཅག་མཚམས་གཅོད་ལགས་ཁྱེད་རང་ཉོབ་ཏོ་ཞུ་ཏོ་ཉི་མ་ཁྱེད་རང་ལྷས་ས་ལ་ཡག་བདེ་དུས་དབྱིངས་ཞུ་ཆེ་བ་ཨ་ཅག། ཚེ་བརྟན་ལགས་ལྟ་དེ་འདས་རང་རེད། ཆང་བརྒྱབ་ཚར་བའི་རྗེས་ལ་ཡང་ཡང་ཅིག་ལུགས་དང་མཐུན་པོ་བྱེད་སྤྱི་ཚོགས་ལ་ཡང་ལྟ་གིན་ལྟ་གིན་འགྲོ་གི་འདུག་འདི་མེད་པ་ཡིན་པས་ནི་ཡང་མི་ཁ་བཏང་ཡ་ལ་སོགས་པ་ཡང་ཆང་བརྒྱབ་ཚར་ནས་ཅིག་མི་འདུག་ཟེར། འོ་ཙི་ཨ་ཅག་མཚམས་གཅོད་ལགས་ཁྱེད་རང་དེ་འདས་ག་འདས་རེད་ཨ།

ཨ་ཅག་རང་སྤུ་གུ་གཅིག་གི་གདོང་པར་བལྟས་བལྟས་ན་ཨ་ཅག་རང་ཁྱོ་ག་དེ་སང་ཕར་དཀྲུགས་ཚུར་དཀྲུགས་བྱས་བྱས་ག་ཡིན་དེ་ཡིན་མ་རེད་ཨ་ཅག། དུས་ཚོད་འགྱུར་བ་ཨ་ཅག་ད་འགྱུར་དགོས་རེད་མིན། ད་འདི་འདྲས་རང་འདྲ་མ་བྱེད་ད་ཨ་ཅག། བསམ་བློ་བཏང་མ་ཤེས་ཨ་ཅག་ད་དཀྲུགས་ཤིང་ལ་མི་ད་འདི་ལས་ད་ཨ་ཅག་རང་ལ་ཡང་ཉན་ལགས་པོ། ཨ་ཅག་རང་ང་རང་གཉིས་སྙེ་མ་ནས་མ་ཅང་རྩི་བར་ཡིན་མདོག། མ་ཅང་རྩི་དུས་ཀ་ནས་ཁྱེད་ལོས་འདྲ་བོ་འདྲ་བོ་རེད། མ་ཚང་ཅི་ནས་སྔ་སུ་ཡོད་བས་ན་མི་ཚང་མོ་ལ་ཤོག་ཅེས་ཨ་ཅག་ང་རང་གཉིས་ཁ་བརྡས་བྱ་ཆེད་ཁ་རྩེད་ལྟ་བ་མཐུན་པོ་ཡོད་ཨ་ཅག་ང་ནི་ད་དུ་བུ་དོ་ཨ་ཅག་རང་ལ་ཡང་དག་ཁར་ཐུག་ཁར་འདེད་སླེབས་པ་ཨ་ཙི་ཙི་ཙི་ང་ནི་ད་དུ་བུ་དོ་ཨ་ཅག་རང་ལ་ཡང་སེམས་པ་ཤོག་ཅེས་བསྡད་བསྡད་ཡིན་ད་ལབ་མ་ཐུབ་ན་ཨ་ཅག་ད་ཨ་ཅག་རང་ལ་ཡང་བཟའ་ཚང་བ་རུ་ལ་དཀའ་ངལ་དུ་ཅོག་ནང་ལ་ཡང་བསྡད་འདུག་མར་ཆུ་ལོག་གི་ལས་ཀ་ཡིན་ཀྱང་འགྲོ་བསྡད་འོ་རེད་ཨེ་ཕ་ཚ་ལ་དེ་སྤུ་གུ་གཅིག་ཡོད་རེད་ཨ་ཅག་རང་ལྟོས་ཀྱང་ང་སེམས་ཁྲལ་ལངས་བྱས་ཁར་ཐུག་ཁར་གནམ་རུས་སྤགས་སུ་ལྟོགས་བྱས་འདུག་ཅེས་སླད་ཡིན་པ་ཨ་ཅག།

དུས་ཚོད་ཡོད་པ་ར་ཤི་ན་ལོ་ལི་ཡ་ལྕགས་རྟེན་དྲུག། སྣང་ན། ཉུང་ན་ལྕགས་རྟེན་གཉིས་རེད་འདི་ནས་ཁོ་ཚོང་ཤག་དང་དེ་འདའི་སྐོར་ཡ་ཏག་པར་འགྲོ་བསྡད་འོ་རེད། འོང་འདི། ད་ང་སྐད་ཆ་དེ་རང་དུས་ལ་ཁུ་འདེད་བཤད་འོ་རེད། ཨ་ཅག་རང་སེམས་མ་སྐྱོ་དང། ཨ་ཅག་རང་ང་ལས་ལོ་རྒན་པ་རེད་ལོ་དྲུག་གི་སྟེང་ཉེ་སྐོར་ཚུད་ཡིན་ཡིན་ནའི་ཨ་ཅག་རང་ལ་ང་སྙིང་མ་ནས་དགའ་གི་ད་ཨ་ཅག་བསྐྱར་བོར་མ་བྱེད། དེ་ལས་ཨ་ཅག་རང་གི་ཁོ་ལི་ཡ་ཁ་ཁ་ཡི་གི་ཇི་ཡི་བྲིས།

ཨོ་ཡ། ཨོ་ཡ། ད་བྲིས་སུ། ད་ཉན། ཁྱོ་གོ་ལི་ཡ་སྐད་ཆ་བཤད་རྗེས། རང་ལི་ཡ་ག་ལི་ག་ལི་ལན་བྱས་འོང། ངས་ཁྱོ་བོ་དེ་དངོས་གནས་མི་ཡག་པོ་རག་གྱི་ཡོད་བསམས་སོང། ད་བྱེད་དུས་ག་ལེར་ཁོས་ཕྱི་ལོག་ལི་ཡ། ཆད་པ་རྐུབ་ཀྱོག་རྒྱུག་དང། ཡ་མ་བྱེད་ང་མགོ་བོ་གཡོག་བསྡད་ཡོད་ཟེར་སྙེ་མ་ང་རྣམ་པ་ཡག་ག་གབ་ལི་ཡ། ངས་དངོས་གནས་གཞོན་ནུའི།

རང་རྟགས་ཐག་རིང་ནས་ང་ལ་ཡང་ཁ་བ་བཏང་མོ། རང་སྐད། ཉི་མའི་མགོ་ལ་ཡང་འུག་པོ་ལང་ཤིང་ཉལ་ཏེ། དགོངས་དག་འུག་པོ་ལང་ཤིང་ཡར་ལངས་བྱས། ད་ཐ་མའི་ཐག་ཆོད་དེ་རང་སྐད་ང་ཡག་གོ་སྟོད་གཡོག་ཡག་རྩིས་ར་སྐྱག་པ་བྱེད་ཨ། ད་བྱས་ཙང་ཉན་ཐ་རིང་ཁྱོད་ལ་ཡང་ཨིན་ཇིའི་སྐད་སྐྱབས་བྱས་ཁྱོད་རང་ལ་སེ་ད། I want to divorce with you།

ཀྱེ། ཁྱོད་ཚོའི་ནང་ལ་ཡང་ལས་དུས་ནང་ལ་ཡང་དགོངས་འཆར་ཕག་ཚིལ་ཚིལ་ཞིག་བརྒྱབ་བཞག་ད། ང་ཁྱོད་ལ་སྙིང་སྟོབས་མེད་ཚེ་སྐྱེ་ཡག་གི། འདོད་པ་ཁོར་མི་འདུག་ད་བྲིས་སོ། ནང་མི་དང་ཁྱིམ་ཚང་ལ་ཡང་བྲོས་སོང་སྟངས་མ་ཐུབ། པའི་ཙམ་གྱིས་འབྲི་གུ་གཡོག་མར་དང་ཀྱེ། ཉི། ཁྱེད་རས་མཚམས་མཚམས་ང་དང་སྤུ་གུ་ལ་བསམ་བློ་བཏང་བར། ང་དང་སྤུ་གུ་ལ་ཡང་བསམ་བློ་མ་བཏང་ཁོ་ཆུ་ལོག་ལ་ཡང་སྤང་སྐྱབས་བློས་བྱས་ཨ་ཅེ་ཞིམ་པའི་སྙིང་སྟོབས་སྐྱིའུ་དང་བཅས་ཏེ་ཐུགས་རྡོ་རྔ་ཨ་ཡ་རིག་གནས་མེད་པའི་སྐོར་དང་བཀྲ་མ་ཤིས་ཁྱོད་རང་ངོ་ཤེས་དགོས་གཉིད་མ་ཉལ་རོགས་པ་སྙིང་པོ་ཆེ་ནམ་འདས་མ་ཅང་བྱ་འབྱུང་ཨ་ཕོ་ས་འདུག་གི་བིང་རྒྱ་རེད་གོ་ཚོད་སོང་ངས་ང་ཁོའི་སྙིང་དོ་སླར་ཡང་མི་ཟེར་སྐད་ག་སྐད་ཅིག་བཤད་ཙང་ཁྱེད་རའི་སྙིང་དོ་ཁ་ཁ་ཆེ་ཆེ་ང་ཁོའི་སྙིང་དོ་དྲོད་ཡིན་དྲིས་སོ་དྲིས་མི་སོ་ད་ཁྱོད་ར་དེ

ང་དེ་ལ་དགའ་བོ་ཡོད། ང་ཕི་གེ་དགའ་བོ་ཡོད་སོ་སོས་དགའ་བོ་ཡོད་སྐྱོ་བོ་གཅིག་ཡོད་ར་དེ་སྙིང་སྟོབས་ཁྱེད་ཕྱིན་རྗེས། ཨ་ནི་བཟའ་ཚང་མ་གུ་ཡངས་ཁ་ཁ་ཆགས་འགྲོ་འདུག་དཔེ་ལྟ་བུ་ཆ་ཤ་ན་མི་ཁ་ཤས་ཡང་ཆང་འཐུང་ཡས་ལ་སོགས་པ་སྤང་འཁྱམས་ལོ་ཡས་སོགས་ལ་དགའ་བོ་ཡོད་འདུག་ཨ་ནི་དེ་སོ་སོ་བཟའ་ཚང་སྤུ་གུ་སྐྱེ་བོའི་ནས་དེ་མུ་མཐུད་ནས་བྱེད་ཨ་ནི་བཟའ་ཚང་པོ་རུ་ལ་ཡ་ཆང་པོ་མང་ཡོང་དང་ཨ་ནི་བཟའ་ཚང་པོ་རུ་ལ་ཁ་ཁ་བྱས་ཏེ་ཤུགས་ཆེན་པོ་ཞིག་སླེབས་འདུག་བར་གཅིག་དེ་རེད། གཉིས་པ་དེ།

ས་གཙང་པོ་རུ་ལ་ཡང་དཀའ་ངལ་འཕྲད་ཡ་དང་དཀའ་ངལ་བྱུང་ཡ་དེ་ཡོང་སྡེ་བ་རྣམ་པ་ཚོ་ཁྱེད་ཚང་ང་རང་འགྲོ་བ་མི་གཅིག་ཡིན་དུས་གང་ནས་ག་དུས་ཡིན་པ་ཡིན་ནས་ཆང་ས་རྒྱབ་ཚར་བའི་རྗེས་ལ་ཡང་ས་གཙང་པོ་རུ་ལ་ཡང་གཅིག་གཅིག་ཕར་ཚུར་བསམ་བཤད་བྱེད་ཡ་བུ་མོ་འགྲོ་བ་ཡིན་ན་དམིགས་བསལ་གྱི་དུས་ཚོད་སྟོན་ཡ་བུ་འགྲོ་བ་ཡིན་ན་ཕར་དུས་ཚོད་སྟོན་ཡ་གཉིས་ཀ་ལ་ཧ་ཧུ་ཅན་བསྡད་ཐུབ་ཡིན་ན་དེ་དཔལ་ལ་རོལ་བའི་ཁྱིམ་ཚང་ཆགས་ཐུབ་ཡ།

ལབ་གསོལ་བརྒྱ་ལས་བསླབ་བྱ་གཅིག་ལབ་ལང་ཞེས་ང་རང་ཚོ་འདི་ག་དུས་ནས་སེམས་འཆར་ཅིང་ཆང་དུག་རྒྱལ་ལ་སོགས་པ་རྒྱལ་མཚན་རིགས་དང་སྤང་རྐྱང་ལོས་ཡ་སོགས་པ་འདི་ང་རང་འཁྲུངས་སུ་བསྐྱོན་ཚར་བའི་རྗེས་ལས་འདི་གནང་བས་ངས་ཁྱོད་ལ་ཡག་པོ་ཐུབ་འདུག་ད་གལ་སྲིད། ཟ་མ་བུ་ཕྲུག་མེད་སྐྱོ་མི་རྐྱང་པ་ནས་ད་ཡུན་རིང་སོང་ཟེར་ཡོང་སྲིད་པས་ན་མང་པོ་ཅིག་ད་ང་ཚོ་བོད་པ་ཡིན་པས་ནས་འཛམ་བུ་གླིང་ལ་མི་མང་པོ་ཅིག་ནས

བཟའ་ཚང་སྐྱིད་སྔ་ཐོག་ནས་ཕར་ཚུར་བསམ་ཤེས་བྱེད་གཅིག་ཕན་གཅིག་གྲོགས་བྱས་པས་ན་གཉིས་ཀ་ལོ་སྐྱིད་པོ་ཡོད་རེད་བ། དེ་འདི་རེད་བསམ་དགོས་འདུག་རེད་མ་རེད་ད་བྱས་ཙང་ད་རིས་གཉེར་གི་གཉེར་ཡས་འདུག་ཅེས་གཏམ་བརྗོད་ཀྱི་བརྒྱུད་རིམ་སྒྲོག་བྱས་ནས་སྐྱེ་ཤས་འདི་སྤྱི་ལས་བསླབ་བྱ་ཆགས་ཅིག་སྟེགས་སུ་ཀུ་ཤུ་ལོག་བཞག་ཡིན་པ་གཉེར་བསླབ་བྱ་མ་ཁྱེར་ཅེས་གཏམ་བརྗོད་ཨ་བྱས་ཙང་རྣམ་པ་ཚོ་ཁྱེད་རང་ཚོས་དངོས་གནས་གལ་སྲིད་འདི་འདྲའི་གོམས་གཤིས་ངན་པ་འདྲ་བོ་དང་སྤྱོད་པ་ངན་པོ་གི་འདི་གོམས་གཤིས་ཡོད་ན་ང་ཚོ་མི་ཚེ་ནང་ལ་སྤང་ཐུབ་ཡིན་ན་རང་བཞིན་གྱི་སོ་སོ་ཁྱིམ་ཚང་འཆམ་མཐུན་བྱོས་བ་དང་ཧ་ཧུ་བྱས་ནས་མི་ཚེ་འདི་བག་པའི་ངང་ནས་འགྲོ་ཐུབ་ཡག་གི་རེད་བ་ཤུགས་ཆེན་པོ་ཐུགས

ལྕགས་ཕོ་སྟེགས་བུ་བྱས་རོ། བྱས་ཙང་རྣམ་པ་ཚོ་ཚང་མ་ལོ་ཨ་ནི་ཉེ་གི་ད་ད་འདུག་འདུག་འདི་གཅིག་བཟོས་ཀྱོག་ལི་ཡ་མི་ཁ་ཤས་ཀྱི་རྒྱ་ལི་ཡ་མེ་སེ་ཇ་ལས་ཇེ་དཔེ་མི་སི་ག་བ་ཞིག་འདུག་ཨ་ང་རང་ངོ་ནས་གང་ཐུག་ཐུག་གི་ཅིག་རིག་པའི་རོ་བོ་འདི་འདི་ཅིག་ཡིན་ཨ་ནི་འདི་ཇེ་ལི་ཡ་ཡ་བརྗོད་བྱ་བརྗོད་གཞི་འདྲ་མང་འདྲ་ག་ལི་ཡ་འདི་དེ་སུས་རྣམ་པ་ཚོ་ངོ་ནས་གང་ཐུག་ཐུག་ཅིག་རྒྱབ་སྐྱོར་གནང་རོགས་རེ་བྱས་བྱས་ཡིན་རེད་མ་རེད་འོ་ལ་སོ་དུས་གསུམ་འདི་ལས་ཨ་ནི་ཚང་མ་ཨ་ནི་འདི་ཇེ་ལི་ཡ་བརྗོད་བྱ་གཞན་པའི་ཅིག་ཨ་ང་ཚོ་ཇེ་ལི་ཡ་ཐུག་ཡོང།